ད་གྲོས་ཚོགས་ཀྱི་ད་ཉི་མ་བཞི་བ་ལྔ་བ་ནང་ལ་ཡ་འགྲོ་བའི་བརྒྱུད་རིམ་གྱི་ནང་ལ་རྣམ་པ་ཚོ་གི་འཚོ་བ་ག་འདྲས་འདུག་འདི་ནང་ལ་མཆན་བཀོད་རོགས་གནང། ད་ང་རང་གི་འཚོ་བ་འདི་གར་འདུག་ལ་ན་སྤྱི་བཏང་གི་ཨ་ནི་གྲོས་ཚོགས་དེ་གི་ནང་ལ་ཡ་ཨ་ནི་ད་ལྟ་བར་དུ་འགྲོ་བའི་གི་བརྒྱུད་རིམ་གི་ནང་ལ་ཡ། ཨ་ནི། ན་ནིང་ལོ་ནི་བྱེད། ད་ལོ་བྱེད། པ་རུ་ལི་ཡཱ་མི་མང་ལ་མཁས་པ་གར་འགྲོ་སི་ལ་ན། མི་མང་གི། ཨ་ནི། ཏིས་གུ་ཡང་རུ་འགྲོ་ཡས་དང་བཟོད་སེམས་ཆེ་རུ་འགྲོ་ཡས་དང། དེ་འདྲས་ཅི་ཆགས་སི། ད་འདི་རྒྱུ་རྐྱེན་ག་འདྲས་ཅི་ལ་གར་ཆེ་ནི་ཆགས་རེད་སི་ལ་ན་གཞི་འདི་ག་བ་ཤ་གས་ལ་བ་ཡིན་ན། ད་ང་རང་ཚོའི་གི་སྤྱི་ཚོགས་གི་ནང་ལ་ད་འདྲ

ད་ལྟ་ང་རང་ཚོའི་གི་ཆོས་རྒྱུད་སྤྱི་མཐུས་འདི་ཚོ་ཨ་ནི་ག་འདྲས་ཞིག་གཏུགས་ལབ་པ་ཡིན་ན། སྤྱི་མཐུས་གྲོས་ཚོགས་ཀྱི་ནང་ལ། གུ་ཡངས་པོ་ནས་བསམ་བློ་བཏང་བ་ཡིན་ན། ཁོ་ཚོས་གི་ཨ་ནི། སྤྱི་བའི་དོན་དག་ལ་ཡར་སྤུངས་བྱས། སེམས་ཤུགས་ཆེ་བྱས།

ཨོ་ད་དེ་འདྲའི་ཅིག་མཐོང་ཚུལ་ཅིག་མཐོང་དེ་འོར་ད་མ་ག་ཉེ་ཅིག་གི་མ་ག་སྒང་ལ་མ་ག་མ་ང་མཐོང་ཡས་ཡོད་ར་བ་ད་འདི་མི་གི་ཆོས་ཉིད་རེད་བ། འདི་མཐོང་འདུག་ག་ལ། ཡིན་ནས་ད་ཅི་ཡོམ་གི་འདུག་ལྟ་ཡི་འདུག་ག་ལ། ད་རེས་འདི་ལ་ཡ། མི་མང་གུ་ཡངས་རུ་འགྲོ་ཡས་དང། དུད་ནང་ཤུགས་ཆེ་རུ་སྤྲད་ཡས་དང། ཨ་ནི་སྤྱི་འཐུས་ཀྱི་ཚོགས་ཐེན་ད་རེས་འདི་ལ་ཡ་དུད་ནང་ཤུགས་ཆེ་རུ་སྤྲད་ཡས་དང། དེ་འདྲའི་ཆགས་ཡོང་གི་འདུག་བ། ད་འདི་དོན་སྣང་བཀྲལ་བ་ཙམ་གྱི་རོགས་ང་ཚོའི་གི་སྤྱི་ཚོགས་ཡར་རྒྱས་ཆེན་པོ་ཞུ་ཅིག་འགྲོ་ཚར་གོམ་པ་དང་པོ་དེ་ངས Great ལའི་དེ་རྒྱུ་མཚན་དེ་ཤེས་བོར་གཉིས་བ་དེ་བཟོད་སེམས་གང་ལ་ག་ལ་ག་ཙམ་གྱི་བཟོད་པ་སྒོམ་སྟངས་ཀྱི་ཐོག་ལ་ཡིན་ན་ང་ཚོ་ལ་ཡང་སློབ་སྦྱོང་མང་པོ་བྱེད་རག་ཡོད་གསུམ་པ་དེ། ཨ་ནི། ད་འདས་ཀྱི། འགྲོ་བའི་བརྒྱུད་རིམ་འདི་གྲོས་ཚོགས་ཀྱི་ནང་ལ་ཡ། ཨ་ནི། ཡག་པོ་བྱེད་པ་དེ་བྱེད་པ་དེ་བསྔགས་བརྗོད་གཏང་གི་འདུག་ཨ། འདི་གི་རྗེས་ལ་ཨ་ནི་ག་རེ། དོགས་འདྲི་དྲི་དགོས་ཡ་དང་དྲི་བ་གཏང་དགོས་ཡ་དང་གནད་འགག་ཡོད་བ་དང་དོགས་འདྲི་ཚང་མ་དྲི་གི་འདུག་ཨ། དེ། ང་ཚོ་ཚང་མ་ལ་ཕན་གྱི་ཡོད་རེད། དེ་སུ་གཅིག་ལ་གནོད་ཡ་དེ་འདྲས་གི་གང་ཡང་མ་རེད།

ཁོ་རང་ཚོ་ཕ་གའི་ནང་ཁུལ་ལ་ཡ་འགན་ད་ཡོད་རེད་ཟེར་ན་སྔ་ཕྱི་བར་ལ་ཡ་ད་པར་རུག་ལ་འཁོན་འཛིང་དེ་འདྲས་ཡོང་བསྡད་ཀྱི་ཡོད་རེད། སྤྱི་བའི་དོན་དག་ལ་གི་ལས་ཀའི་གི་རྒྱུ་ནི་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་ནས་དེའི་གི་རྒྱབ་ལྗོངས་དེ་ལ་ལྟ་བ་ཡིན་ན་སྤྱི་བའི་དོན་དག་བྱས་ཨ་ནི་སྒེར་གི་འཁོན་འཛིང་ཆགས་ཨ་ནི་སྒེར་གི་ནི་ན་ཚ་ཆགས་ནས། དཔེར་ན། ད་ལྟ་ང་རང་ཚོ་གི་གྲོས་ཚོགས་ར་བ་ནང་ལ་སྤུ་གུ་ཆུན་ཆུན་རེ་བོ་སྐད་ཆ་བཤད་བསྡད་ཀྱི་འདུག་ག་ཤེད། ད་ཁྱེད་རང་ཚོ་ཧ་གོ་རོགས་དེ་ཚོ་སྤྱི་ཚོགས་ནང་ལ་སྤྲུལ་སྐད་དེ་ཚོ་དེ་འདྲས་བྱིན་སྤྲུལ་སྐད་རེད། ད་ངས་སྙན་མ་ནས་བཤད་བསྡད་དེ་ག་རེ་རེད་ལབ་ཡིན་ན། ང་ཚོའི་གི་འཛམ་བུ་གླིང་གི་ཁ་ཕྱོགས་དེ་འགྱུར་བ་ཐེབས་ཡོད་འདུག་ག་ལ། ང་ཚོའི་གི་འཐབ་རྩོད་མཉམ་པོ་མཉམ་པོ་ལ་ཨ་ནི། དབུ་མའི་ལམ་དེ་གཞི་བཞག་ནས་འཐབ་རྩོད་དེ་བྱེད་དགོས་ཡོད་རེད། རང་བཙན་བོད་དེ་རྒྱལ་ཁབ་ཀྱི་རང་བཙན་ཅིག་ཡིན་པའི་གི་ང་རང་ཚོ་གི་འདུ་ཤེས་དེ་སེམས་ཀྱི་ནང་ལ་ཡོད་བའི་ཐོག་ནས་ཨ་ནི་ཐབས་རྩོད་འབད་བརྩོན་གནང་དགོས་རེད་དབུ་མའི་ལམ་ཞིག་བཞག་ནས་དེ་གི་སྙེ་མ་ནས་བཤད་བསྡད་ཀྱི་ཡོད་རོ། ད་ད་རེས་ཚོ་ཁྱེད་རང་ཚོ་གི་ཕྱོགས་གཏོགས་ཅིག་གི་སྙེ་མ་ནས་རྒྱ་བོ་རིན་པོ་ཆེ་མཚན་ལ་མཚན་འཁྱིལ་ནས་ཨ་ནི་བེད་སྤྱོད་བཏང་ནས་དབུ་མའི་ལམ་ག་སྐད་བཤད་བསྡད་ཡིན་ད་ད་རེས་ཁྱེད་རང་ཚོ་གི་ད། དབུ་མའི་ལམ་གྱི་རྒྱལ་སྲས་མང་པོ་བྱེད་ཡོར་བ་ཨ་ནི། ཨ་ད་རེ། ཁོ་རང་ཡེ་ནས་ཀྱི་སྐད་ཤོར་ནས་ད་བད་བྱེད་དང་འགྲིག་མེད་བད་ཀྱི་ཨ་ནི། ཨ་ད་རེ། ཨ་ནི་ཚོ་བ་ཅི་ས་བ་ཅིག་ཀླད་དུ་བ། གོང་ཟླ་བ་ཚེ་རིང་གིས་གར་སོང་ཟེར་བ་དེ་སྲིད་དུ་ར་བ། དེ་འདའི་སྐབས་ལ་ཡང་ཞིས་ཅིན་ཕིང་སོ་སོའི་གི་དབང་ཆ་སོ་སོའི་རྐུབ་བཀྱག་ཅིག་ལ་ཡང་སྤྲོད་བསྡད་མཁན་མི་གཅིག་གིས་ཏོ་ནི་ང་ཚོ་རང་གཅིག་དང་འདི་དང་འབྲེལ་བའི་ཡོད་པའི་ཁོ་རང་གི་ག་ས་ཐག་ཆགས་རོགས་གནང་བསྡད་མཁན་སོ་སོའི་ཁེ་ཕན་དང་སོ་སོའི་དབང་ཆ་ཐོག་ལས་སྤྲོད་བསྡད་མཁན་མི་འདྲ་གཅིག་ནི་ང་ཚོའི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལས་ག་ས་དེ་འདྲའི་གཅིག་གིས། རྒྱ་ནག་མི། ཧྥ་རན་སུ་མི་སེར་ཁོང་ལ་ཡང་བསམ་བདེ་སྡུག་དང་རྒྱལ་ཁབ་ལྷིང་འཇགས་དང་རྒྱལ་བ་མི་རིགས་ཀྱི་བདེ་སྡུག་ལ་བསམ་སྟངས་མ་ཐུག་མཁན་ཞིག་གིས་བོད་པའི་གནས་སྡུག་ལ་བསམ་སྟངས་བལྟ་མཁན་མེད་པ་དེ་གསལ་པོ་གསལ་རྐྱང་རེད། དེ་དང་འབྲེལ་བ་ཡོད་པའི་གི་ཐོག་ནས་རྒྱ་ནག་གིས་བཙན་དབང་བཙན་འཛུལ་བྱས་བཙན་དབང་བཙན་དབང་བྱས་པའི་གི་རྒྱལ་ཁབ་མང་པོ་ཞིག་མི་རིགས་གྲངས་ཉུང་མི་རིགས་མང་པོ་འབྱོར་རེད་དེའི་ཐོག་ལ་ཡང་བདེ་སྡུག་གི་བདེ་སྡུག་བདེ་སྡུག་གི་ཁ་སོ་ད་རྒྱལ་ཁབ་ཀྱི་ལྷིང་འཇགས་ཐོག་ལ་ཡང་བསམ་སྟངས་མ་ཐུག་མཁན་སོ་སོ་སྒེར་གྱི་དབང་ཆ་དང་ཁོ་སོ་སོ་ཟས་ཀྱི་ཁེ་ཕན་ཐོག་ལ་བསམ་སྟངས་མཁན། གཅིག་རྒྱལ་ཁབ་ཞི་ཅིང་པེ་གིས་བོད་མི་ཚོར་འདི་འདྲའི་དོ་ལངས་ཚོའི་རེ་བ་བྱེད་བསྡད་དེ་ད་ལྟའི་ཁག་པོ་རེད། ད་རྣམ་པ་ཚོ་ཡིན་གྱི་མིན་གྱི། བསམ་བློ་གུ་ཡངས་ཆེ་གུ་ཡངས་པོ་ཞུ་ཅིག་གུ་ཡོད་རེད། མི་བསམ་བློ་གུ་ཡངས་པོ་འདི་འདྲ་ཅིག་ཡོད་པ་ཡིན་ན། དེ་ལ་ཡང་སྨན་འབོད་དང་སྡུག་ཅག་བྱེད་ཡ་ཡོད་མ་རེད། བསམ་བློ་རྒྱ་ཆེན་པོ་བཏང་རོགས་སྤྱི་བ་དོ་འདག་བྱེད་ཀྱི་འདུག་མི་འདུག།

ཁོང་ལ་ཤེས་ཡོན་དང། ཉམས་མྱོང་འདུལ་བའི་སེར་སྣ། ཡོད་ཐག་ཆོད་འདུག། ཡིན་ནས་རྒྱལ་སྤྱིའི་སྡིངས་ཆའི་གི་ནང་ལ་དཀའ་ངལ་ག་རེ་ཆགས་ཀྱི་འདུག་ལབ་པ་ཡིན་ན། ཨ་ནི་ཁོ་རང་གི Confidence ཚང་མ་བརླག་ཚར་ཤག། རྒྱུ་མཚན་འདི་ལ་ལྟ་ནས། ཨ་ནི་ཁོ་རང་ག་བ་ཡིན་ན་དཀའ་ངལ་འདྲ་བོ་ཅིག་ཆགས་ཆེད་ཨ་ནི། ཅིག་ག་ལོག་ལྟ་བཤད་ས་གནས་འགའ་ལ་ཡ་བཤད་མ་ཐུབ་ནས་ཨ་ནི་སེམས་གི་ནང་ལ་ཡ་མང་བོ་ཅིག

སྐར་མ། ལས་རྒྱུ་འབྲས། འདི་ཆགས་ཡོད་རེད། རེད་བ། ད་དེ་ཚོ་ཚང་མ་ང་ཚོ་སྐད་ཆ། དྲིས་ནས་མ་བཤད། བསྐོར་ནས་བཤད་ཟེར་བཞིན་དོ། སྐད་ཆ་དྲིས་ནས་བཤད་གི་མ་རེད། ད་མ་ག་ལེ་ག་ལེ་ག་ལེ་བཤད་ཡོད་འདུག་བརྒྱུད་རིམ་ནང་ལ་དེའི་ཡོང་གོ་ད་སྐད་ཆ།

དེའི་ནང་ལ་ད་དགེ་བཤེས་ཚང་མ་ལ་ཡ་ཨ་ནི། ཐུགས་རྗེ་ཆེ་ཞུ་ཡ་ཡིན་ང་ཚོ་མི་མང་ལ་ཡ་གཉིས་མང་པོ་ཅིག་བསད་བཅུག་སོང་ཞུ་ཡ་ཡིན་རོ་ཨ། དེ་ང་ཚོ་གཞུང་གི་སྤྱི་བའི་གི་དོན་དག་རེད་རྒྱ་བོ་རིན་པོ་ཆེ་ཁ་ལ་ཁྱི་ནི་ཨ་ནི། རྒྱབ་ལོག་ལ་ཡ་ལས་ཀ་བྱེད་དེ་ཡིན་ད་ག་ལས་ག་ལས་ངོ་སོ་དེ་རུ་དེ་རུ་དེ་མཐོང་གི་འདུག།